ད་དེ་འདྲ་ཡིན་དུས་ས་ནས་དངོས་གནས་ང་རང་ཚོ་བོད་བོད་རིགས་ཟེར་ཡ་འདི་འཛམ་བུ་གླིང་འདི་གང་ལ་སྐྱོ་བོ་ཞིག་ཁྱོན་ནས་ཡོད་མ་རེད། ཨན་དེ་སྔ་ཕལ་ཆེར་གྱི་ལོ་རྒྱུས་ནང་ལོགས་ལས་ཡ་ང་རང་ཚོ་ད་བོད་པས་བོད་མི་རིགས་ཀྱི་ཅིག་དངོས་གནས་དང་ནས་ཀྱི་ཅིག་སེམས་ཀྱི་ནུས་པ་དང་ཅིག་ལུས་པོའི་ནུས་པའི་ཤུགས་དེ་ཚོ་དེ་ག་རེ་ཐོག་འདྲི་རེད་ཟེར་ན་ང་ཚོ་ནང་པ་སངས་རྒྱས་པའི་ཆོས་ཐོག་འདྲི་རེད། ལྷན་ཅིག་གསོ་བ་རིག་པར་སོགས་འདིར་ཁ་ཤས་ཁ་ཤས་དུ་ཡོད་རྒྱུ་ནི་གཙོ་ཆེར་དེ་ནང་པའི་ཆོས་ཀྱི་ཐོག་ལ་ཤུགས་དྲིལ་རེད། ང་ཚོའི་ལས་རིགས་གཞན་དག་ནང་ལ་ཤུགས་དྲིལ་ཡོད་མ་རེད། ང་ཚོ་དངོས་གནས་ད་ནི་ཤུགས་དྲིལ་བཤད་པའི་ནང་པ་སངས་རྒྱས་པའི་རིག་གནས་འདིའི་ཐག་ལ་ཡ་ད་དེར་སྐད་ས་འཛམ་བུ་ལེབ་ཀྱི་སྒང་ལ་ད་ཚང་མ་ལོག་བཤད་འདིར་ཡོད་རེད་བོད་པའི་ནང་པ་སངས་རྒྱས་པའི་ཆོས་བོད་ལ་ད་ད་ནི་བོད་ལ་ཨ་ད་བུ་ད་ཅིག་ག་ཚོགས་རེད་ཅིག། སྲུང་སྐྱོབ་བྱས་ནས་ཡོད་བལྟ་བ་དེ་དེ་དངོས་གནས་དྲང་གནས་ཀྱི་ད་སྤུས་དག་ཤོས་ཤིག་དང་ཆ་ཚང་ཤོས་ཤིག་དང་ཡག་ཤོས་ཤིག་ཆགས་ཏེ་བཞག་བྱས་ནས་ད་དེར་སྐད་ས་མཁས་པ་ནང་པའི་ཆོས་མཁས་པ་ཚོའི་ནང་ལོགས་ལ་ཡར་ལྟ་ཡོངས་གྲགས་བཞིན་མཐོང་བསྡད་པའི་གནས་ཚུལ་དེ་རེད། ས་དེ་འདྲ་ཡིན་དུས་ང་རང་ཚོ་བོད་ཀྱི་ཕ་མེས་ཀྱི་ང་ཚོ་མི་རིགས་དེ་ཀླད་པ་དྲང་པོ། དྲང་པོ་ཡོད་བལྟ་བ། ཧ་ལས་པ་ཅི་ལྟ་འདྲ་ཆགས་བསྡད་ཡོད་རེད། ཨ་དེ་འདྲས་ཡིན་དུས་ཆ་ནས་ང་རང་ཚོ་ད་མིའི་ལུང་པ་ད་ལྟ་འདྲ་བའི་གནས་སྐབས་ལ་ཡང། དངོས་གནས་ཅིག་གནས་ཚུལ་ད་ཐབས་སྐྱོ་བོ་ཅིག་ལ་བསྡད་དེ་ཡོད་རེད་བོད་ལུང་པའི་ནང་ལ་ཆ་བཞག་ན་ཡང། རི་དྭགས་འདྲ་བདག་པོ་གཞན་དག་ཞིག་སླེབས་ཞེས་བསྡད་དེ་ཡོད་རེད་དེ་ཡིན་ན་ཡང། དཔེར་ན་བོད་ནང་ག་ཚོད་རེད་དཔེར་རྒྱ་མི་ངོས་ནས་ཡིན་ན་ཡང་བོད་པའི་གནས་ཚུལ་འདི། རྒྱ་མི་ལ་ཨམ་ཅོག་ཚ་བོར་ཟེར་ནས་མི་འདུག་གང་ལྟར་ཅིག་རྒྱ་མི་ལས་གསོན་པོ་ཞིག་པ་ཅིག་བཟོ་ཐུབ་འདུག་ཨ། འདི་ཁོ་རྩ་བའི་བོད་ནང་ལོག་ལེ་ཡ། ཅིག་བོད་མིའི། རྩ་བ་ནས་རྒྱ་མིའི་སློབ་མ་དག་ཅིག་དང། ཅིག་སོ་སོའི་རིགས་ཞེན་དང། ཅིག་དེ་འདྲས་ཀྱི་པའི་བསམ་བློ་འདི། འགྱུར་དུ་མེད་དེ་ངས་ཅིག། ཁྲག་གོ་ཞུ་ཕྱིར་ཡོད་པ་ཡིན་དུས་ཙང་ནས་དེ་འདྲས་ཀྱི་ཐང་ནས་རྒྱ་མིའི་སྐུ་སུམ་པོ་ཆགས་ཡོང་གི་ཨར་བ། ས་དེ་འདྲས་ཡིན་དུས་ཙང་ནས། ང་རང་ཚོ་བོད་མི་རིགས་ཟེར་ཡ་དེ་དངོས་གནས་དྲང་གནས་ཀྱི། ལག་ཤེས་ཇི་ལྟར་ལྡན་འདྲས་རེད་ཤག་དྲང་པོ་ཞུ་བཞི་རེད། ས་དེ་འདྲས་ཡིན་དུས། ང་ཚོ་རྒྱུ་མཚན་ལྡན་པའི་སྤོབས་པ་བྱེད་ཡོད་པ་ཞིག་ཡོད་རེད་མ་གཏོགས། ང་ཚོ་དེ་ཞུམ་བསྡད་ཀོ་ཁྱོད་ཀྱི་བ།

ག་སོགས་རིག་གཞུང་གཅིག་དང་ཨེ་ནི་མི་སྐྱ་དང་གཅིག་ཡོང་གི་ཡོད་རེད་ས་དེ་འདྲ་ཡིན་དུས་ཙང་ནས་ད། བོད་མི་རིགས་ཞེས་ནས་ཐ་དད་སོ་སོ་འབུར་བཏུས་རེ་ཡོང་བསྡད་ཡག་གི་གཞི་རྩའི་རྒྱུ་མཚན་དེ་སོ་སོའི་རིག་གཞུང་དེ་ཆགས་ནས་ཡོད་པ་ཡིན་དུས་ད་རིག་གཞུང་དེ་རྩ་ཆེན་པོ་ཤག་རེད་དེ་གལ་ཆེན་པོ་འདུག་ཟེར་བ་བཤད་བསྡད་ཀྱི་ཡོད་རེད་བ། ད་རིག་གཞུང་རྩ་ཆེན་པོ་རེད་ཟེར་ནས་རིག་གཞུང་དེ། སོ་སོའི་གུས་ཞབས་བྱས་ཡག་ཚོར་གཅིག་ཐོག་ནས་རྩ་ཆེན་པོ་བྱས་ཡག་ཅིག་མ་རེད། ཁོ་དངོས་གནས་རང་ག་སོགས་རེད་ཕི་གེ། དངོས་ཡོད་གནས་ཚུལ་ལ་ཡང་གདངས་པོ་ཡོད་བསྡད་པ་ཅིག་དེ་སོག་ཕུག་ཏུ་བ། ས་དེ་འདྲ་ཡིན་དུས། དེ་སྔ་ང་རང་ཚོའི་སྡེ་ཚན་རེ་བ་ཅིག་ལས་རིགས་སྡེ་ཚན་རེ་བ་ཁ་ཤས་ནང་ལོགས་ལ་བོད་ཡིག་གི་དང་མིང་ཚིག་ཚང་ལས་མ་འདང་ཆགས་བསྡད་ཡོད་རེད་ག་རེ་བསམ་དེ་སྔ་ཕན་ཆད་བེད་སྤྱོད་བྱས་ཁོ་བྱུང་མ་བྱུང་རོགས། དེ་བེད་སྤྱོད་བྱས་མ་བྱུང་བའི་རྐྱེན་པས་ཁོ་འཚར་ལོངས་རོགས་བྱེད་མ་ཐུབ་པ་ཞིག་རེད་མ་གཏོགས་རྩ་བའི་བོད་ཡིག་གི་མ་འདང་ནི་དེ་ཅི་ཙང་ཡིན་ནི་མ་རེད།

རི་ཐང་ཞིག་ལས་རིགས་རི་བོ་གང་འདྲ་ཞིག་ཤེས་ཡོན་གྱི་སྡེ་ཚན་གཞན་དག་དང་ནང་ལོགས་ན་དེ་སྔ་ཕལ་ཆེར་ང་རང་ཚོ་བོད་བོད་ཡིག་གོ་བེད་སྤྱོད་བྱས་ཡག་བྱས་ཀྱི་དུས་ཚོད་མ་བྱུང་བ་ཡིན་དུས་ཙང་ནས་ཁོ་མི་དེ་མ་གསུངས་ན་ང་ཚོ་འཚར་ལོངས་བྱེད་མ་ཐུབ་པ་རེད། ས་དེ་འདྲ་ཡིན་དུས་ད་ང་ཚོའི་མི་ཐོག་འདི་འཛམ་བུ་གླིང་འདི་གང་ལ་ཡལ་ད། ཕྱི་ནང་ག་ས་ལ་འདྲ་བ་ལས་འདས་པའི་དུས་ཚོད་ཆགས་བསྡད་དེ་ཡོད་རེད་ལྷག་པར་ཅན་དུ་ང་རང་ཚོ་བོད་ལུང་པའི་ནང་ལོགས་ལ་ཡལ་ད་སོ་སོའི་ཤེས་རིག་རྩ་མེད་འགྲོ་ཡག་བྱེད་དུས་ཚོད་སླེབས་ཡོང་བ་ཡིན་དུས་ཙང་ནས་ང་རང་ཚོས་བོད་ཡིག་ག་ས་རུ་ད་ཕྱུག་པོ་བཟོ་ཡག་ད་ཁོ་གང་འདྲ་ཞིག།

དཔེར་ན་ཞིག། དཔེར་ན་མོ་ཏོ་བཟོ་བཅོས་རྒྱག་ས་ཞིག་སླེབས་པ་ཡིན་ན། དེ་མིན་མིང་ཚིག་བེད་སྤྱོད་བྱེད་ཀྱི་ཡོད་རེད་མ་གཏོགས་ང་ཚོ་བོད་སྐད་ནང་ལོགས་ནས་མིང་ཚིག་དང་མིང་ཚིག་ཏག་ཏག་ཆ་ཚང་ལོགས་ང་ཚོ་ཆགས་ཐུབ་ཀྱི་ཡོད་མ་རེད་པ། དེ་འདྲའི་ཡིན་དུས་ཙང་ནས་རྒྱ་ཡིག་མ་ཤེས་མཁན་མི་དེ་གིས་ཨེ་ནི་བྱེད་ཨ་མེད་དེ་ངས་བྱེད་ཀྱི། ང་ཚོ་དེ་རྒྱ་གར་ལུང་པའི་ནང་ལ་ཡོད་ཟེར་བ་ཡིན། སོ་ཡིན་ནའི་དེ་དེ་བཞིན་བྱས་ནས། བོད་ཡིག་ཐོག་ལ་ཨང་ཀི་དང་པོ་བྱེད་པ་ཡིན་ན་ཡང་ཁོ། དང། ཡང་ལས་རིགས་གཞན་དག་ཞིག་ན་སླད་ཡིན་དུས་ཙམ་ནས་བོད་རིགས་ཡང་བོད་ཡིག་གི་ཐང་ནས་ཚད་ལོངས་ཅིག་རེ་ད་ཡར་རྒྱས་ཡང་ད་ཕྱིན་མ་ཐུབ་མ་ཐུབ་པའི་ལས་རིགས་སྡེ་ཚན་ཞིག་གི་ནང་ལོགས་ལ་ཨེ་ནི་ལས་ཀ་ཞིག་སླད་ཡིན་དུས་ཙམ་ནས་བོད་ཡིག་མ་འདང་ཆགས་ནས་འུར་ཡོང་བ་རེད་ད་འདི། ད་དེ་ག་ནས་མ་བྱུང་བ་རེད་ད་བྱེད་ཐབས་ཡོད་མ་རེད་ཟེར་ཡ་ཅེ་རྩ་བ་ཉིད་ནས་མར་པ། ཨ་ད་ནང་པ་སངས་རྒྱས་པའི་བོད་ན་ཆོས་ཀྱི་ནང་ལོགས་ལ་ཡང་བོད་སྐད་ཆ་ཚང་འདང་ཡ་དེ་སྔ་མོ་བོད་སྐད་བྱུང་བའི་ཉིན་མོ་དེ་ནས་ནང་པའི་སྐད་ཅིག་ཆ་ཚང་འདང་ཞིག་མར་པ། ཁོ་མི་ལྡོག་ནི་མི་ལྡོག། ཨཱ་ནི། ལེགས་སྦྱར་སྐད་དེ་ནི་ཐུགས་ཡོང་གི་ཡོང་གི་ལ་ཡ་ཨཱ་ནི་བོད་ཡིག་གསར་པ། བོད་སྐད་ཀྱི་མིང་ཚིག་གསར་པ་དེ་ཟུག་གི་ཟུག་ཟུག་ཟུག་གིས་ཕྱིན་ནས། ཞུ་སྒོར་བསྟན་འགྲོའི་ཆ་ཡིན་འདུག་ས་ནས། ཨཱ་ནི། ལེགས་སྦྱར་སྐད་བེད་སྤྱོད་བྱེད་མ་གོ། ང་རང་ཚོ་བོད་སྐད་ཁོ་རའི་ཐོག་ནས་ཅིག་ནང་པའི་དང་ནང་གཞི་ལམ་འབྲས་གསུམ་གྱི་རྣམ་གཞག་ཆ་ཚང་བཤད་ཐུབ་པ་ཅིག་ཆགས་ཐལ་ཡར་བ། ཨོ་ད་དེ་དེ་བཞིན་བྱས་ནས་ང་རང་ཚོ་ད་དེ་རིགས་ཁེ་ས་ད་འོ། ཅིག་འོ་རེད། བོད་ཡིག་གི། སློབ་ཚན་ཚང་མ་ལོ་བོད་ཡིག་བརྒྱུད་ནས་སློབ་ཡག་ཅིག་བྱེད་དགོས་འདུག། ཨ་ནི་ཡིན་ན་ཡང་ནང་སང་ལག་ལེན་འཁེལ་མ་ཐུབ་པ་རེད། ཞེན་དེ་དུས་འོག་སྐད་ཆ་ཁ་ཤས་ཡོང་དུས་ད་དཔེར་ན་ནང་སང་ཨ་ད་ཅིག་སློབ་དུས་ཆ་ཚང་ཞིག་ཡོང་གི་ཡོད་མ་རེད་དེ་དཔེར་ན་སང་ཉིན་སང་ནང་འཛིན་གྲྭའི་ནང་སློབ་ཡག་གི་དོན་དག་དེ་ཨ་ནི། ག་སོང་རེད་དོ་དགོང་སང་དགོང་བྱས་ནས་དཔེར་ན་ནང་སང་ནང་སང་རྒྱུག་རྒྱུག་རྒྱུག་རྒྱུག་བྱས་པས་སྣུམ་བག་ཅི་ལས་མ་བྱུང་ནས་རྒྱབ་ནས་འདུག་བཞིན་པ་ཡིན་ན་ཨ་ནི་རིམ་པས་རིམ་པས་ཀྱི་བོད་སྐད་ནང་ལོགས་ལ་ཆ་ཚང་བཤད་ཐུབ་པ་ཞིག་ཡོང་གི་རེད། ལྟ་བུ་ཉི་མ་དང་པོ་ཁོ་ར་ནས་སྤུས་དག་ཤོས་ཅིག་སྔས་ལ་གུག་ཡེར་བ་ལ་ཡ་ར་བ་རུ་ཁྱེར་བ་ཨེ་ནི་སྤུས་དག་ཤོས་ཁོ་ཡི་མ་འགྲུབ་པའི་བར་དུ་ཨེ་ནི་གུག་གུག་གུག་ཞེས་བལྟ་བ་ཡིན་ན་ཨེ་ནི་བལྟ་ག་ལ། རྒྱང་ཞེས་བྱི་ལུས་ཕལ་ཡང་ཉན་ག་ཡོ་ར་ཟེར་ནས་སྔས་མ་ལས་ནི་སྐད་ཆ་བྱོན་པོ་རེད་ད་ཕལ་ཆེར་འདི་ཆ་བའི་ཐོག་ལ་ཆ་འདི་བཞག་ད་མེའི་ལུང་པ་ལས་ནི་ལོ་གཉིས་ཟུར་དུ་འགྲོ་གི་ཡོ་ར་ཨ་ད་ག་སོག་རེད་སློབ་ཚན་མང་པོ་ཞིག་ན་ལོག་ལ་ཡ་བོད་སྐད་ཀྱི་ཐོག་ནས་ཨ་ད་ལབ་ཡ་ཅིག་ཨ་ད་ག་སོག་རེད་བལྟ་ཡ་དེ་ཤ་འགྲོ་ཐུབ་གི་མི་འདུག་བ་ས་དེ་འདྲ་ཡིན་དུས་ཨེ་ནི་བལྟ་ན་བོད།

ཁོ་ག་སོག་རེད་བོད་ཀྱི་ཕན་ཐོག་ལ་ཟིན་ནམ་འདོད་ད་ག་ད་འགྲོ་རྒྱུག་རུ་ཆེ་ཤོས་དབྱིན་ཇི་ཆགས་བསྡད་ཡོད་པས་འདི་ད་ནི་ང་ཚོ་བོད་པའི་ནང་ལ་ཡིན་ན་དབྱིན་ཇི་བཤད་མཁན་མང་ཤོས་ཆགས་བསྡད་ཡོད་རེད་དེ་འདྲའི་འདི་ད་ནི་དབྱིན་ཇི་ཡི་གི་ནང་ལ་ཡོད་བསྡད་པས་ད་ག་སོག་རེད་ཅེས་ཁུ་ཤེས་ཤ་གསར་པ་དེ་ཚོ་དྲལ་ཏེ་དབྱིན་ཇི་མིན་ཇི་ལྟ་ངན་ལ་རྒྱལ་པོ་ད་ཆ་ཚང་བོ་ད་ཡང་ཡང་མ་དྲིས་ཡིན་ནས་ད་དུས་དུས་གཅིག་ལས་མ་བྱུང་ནས་ག་ད་བོད་ཡིག་ནང་ལ་ལ་ཚོ་སླེབས་ཐུབ་པ་ཅིག་ད་འཛམ་བུ་གླིང་འདི་ག་ལ་ཡོད་བསྡད་པའི་ཤེས་ཡོན་བོད་སྐད་བརྒྱུད་ནས་བསླབ་ཐུབ་པ་ཅིག་ད་བོད་སྐད་བརྒྱུད་ནས་ཤེས་ཐུབ་པ་ཅིག་ཨ་དེ་དཔེ་གལ་ཆེན་པོ་རེད་ཤག་དེ་བྱུང་བ་ཡིན་ན་བོད་ཡིག་ཡར་རྒྱས་འགྲོ་གི་ཡོད་རེད་བོད་ཡིག་ཕྱུག་པོ་ཆགས་ཡོང་གི་ཡོད་རེད། ཤེས་བྱ་གསར་པ་དེ་སྐད་ཡིག་དེ་གཞན་དག་ཅིག་བརྒྱུད་ནས་འགྲོ་བར་བྱ་བ་ཡིན་ན་བོད་ཡིག་ཡར་རྒྱས་འགྲོ་ཐུབ་ཀྱི་མ་རེད། ས་དེ་འདྲ་ཡིན་དུས་ཙམ་ནས་བོད་ཡིག་ཡར་རྒྱས་གཏང་ཟེར་ནས་སྙན་ངག་སུམ་རྟགས་ཅིག་མང་ཙམ་བསླབ་ཡག་རོགས་དེ་ཅི་ཁོ་བོ་ཐོག་ནས་གོ་རྒྱུ་མི་འདུག་ག་གོ་ན་འགྲིག་གི་མི་འདུག་བ། ད་ག་འདྲ། ག་སོགས་རེད་བོད་ཀྱི་ཤེས་བྱའི་སྡེ་ཚན་གཞན་དག་ཅིག་གིས་དེ་བོད་སྐད་ནང་ལོགས་ལ་ཚུར་བསྒྱུར་ནས་ཁོའི་མིང་ཚིག་གཏན་འབེབས་རོགས་ནང་བཟང་ངན་ལ་དུས་གཅིག་ཏུ་ཆ་ཚང་ཞིག་ད་ཡོང་གི་མ་རེད་དེ་ཡིན་ན་ཡང། ཅིག་རིམ་པས་རིམ་པས་རིམ་པས་རིམ་པས་བྱས་ནས་ཁོ་རྒྱུ་གཡག་དེ་མང་ཟིག་དང་རྣམ་གྲངས་མང་ཟིག་རྒྱུ་བ་པོ་མང་ཟིག་བྱུང་བ་ཡིན་ན། དེ་ནས་ཡང། ག་སོ་རེད་དཔེར་ན་ང་ཚོ་བོད་ལ་ཡིན་ནའི་ཅིག་སྐད་གསར་བཅད་ཟེར་འདི་འདྲའི་ཡོད་པ་གཏན་འབེབས་བྱས་ཟེར་འདྲའི་གི་སྔ་མོ་ཡིན་ནའི་བྱུང་ཡོད་རེད་ད་དེར་སྐད་གསར་ཡིན་ནའི་དེ་དེ་བཞིན་བྱས་ནས་ཡང་ཁོ་ར་ཁོ་ར་ཞུ་བ་ཡང་ཅིག་ཚོགས་འདུ་རྒྱས་བསྡུས་འདི་ཚོགས་ནས་དེ་འདྲའི་གི་ཐོག་ནས་ཨེ་ཅིག་རྒྱུ་བཤད་པའི་མིང་ཅིག་འདྲ་མི་འདྲ་དེ་དེ་ད་ཅིག་རྒྱུ་གི་ཐོག་ནས་གཏན་འབེབས་བྱས་གི་ཨེ་ནའི་གོ་བསྡུར་བྱས་འདི་འདྲའི་ཡོང་གི་རུ་བ་ངལ་དེ་བྱས་པ། གང་དག་ཅིག་གདམས་ཀ་རྒྱ་ས་མང་པོ་ཅིག་བསྒྱུར་བྱ་བ་ཁག་མང་པོ་ཞིག་མ་བྱུང་ན་གཞལ་ཡག་པར་ཁྱོད་ནི་ཡག་མ་རེད་བ། ས་དེ་རེད་ཡིན་དུས་ཙང་ནས་ང་རང་ཚོ་ཏན་ཏན། ཁ་སོ། འདི་བསྒྱུར་ཡག་གལ་ཆེན་པོ་འདུག་གཅིག་བྱས་ན་བོད་ནང་ལོགས་ལ་ཡ། གནས་སྐབས་གཅིག་གི་རིང་ལ་རྒྱ་མིས་བོད་སྐད་ཡར་རྒྱས་གཏོང་ཡག་གི་ཆེད་དུ་དེ་དང་བོད་པའི་ཤེས་ཡོན་ཡར་རྒྱས་གཏོང་ཡག་དོན་དག་ལ་ཡ། ཨེ་ནས་མིང་ཚིག་གསར་བ་དེ་འདྲའི་ཕལ་ཆེར་བསྒྱུར་ཡག་ཡོང་ཐོག་ཁག་པོ་རེད། ཡོང་ཐོག་ཁག་པོ་རེད་དེ་འདི་ཡིན་འདི། སྤྱིར་བཏང་གང་ལྟར་ག་སོ་རེད། ད་ཤེས་ཡོན་མང་ཆེ་འདི་ནི་དེང་དུས་ཀྱི་ད་བདམས་པའི་ཤེས་ཡོན་མང་ཆེ་ཞིག་དབྱིན་ཇི་དག་ཅིག་ག་ཚོད་རེད་ནུབ་ཕྱོགས་པའི་སྐད་ཡིག་ནང་ལོག་ནས་ཡོང་བསྡད་པ་ཞིག་དང་པོ་དེ་ཆགས་བསྡད་པར་བ་ས་དེ་འདྲ་ཡིན་དུས་ཙང་ནས་ད་ནུབ་ཕྱོགས་པའི་སྐད་ཡིག་ནང་ལ་ཡོད་བསྡད་པའི་མིང་ཚིག་ཅིག་དེ་སྔན་ལ་རྒྱ་ཡིག་ནང་ལ་བསྒྱུར་རྒྱ་སྐད་ནང་ལ་བསྒྱུར་རྒྱ་སྐད་ནང་ལ་བསྒྱུར་ཞེས་པ་དེ་ནས་ནི་བོད་སྐད་ནང་ལ་བསྒྱུར་ནས་ཡོང་དུས་ཁོ་འཛམ་གྱི་གོ་དོན་ཡག་པོ་ཡག་པོ་མ་རེད།

ད་འོ་འདི་བྱས་ནས་ག་ད་བོད་ལ་བག་མི་འགྲོ་གི་ཡོད་རེད་ཕན་ནས་ཚུར་མི་ཡོང་གི་ཡོད་རེད། བྱས་ནས་བོད་ལ་བག་ཅིག་ཕྱིན་ཕྱིན་ཆད་ལ་ཡ་གཅིག་ནོར་འཁྲུལ་ཡིན་པ་རུ་གཅིག་ངོས་འཛིན་བྱེད་གི་ཡོད་མ་རེད། བག་ཕྱིན་པ་ལ་ཕྱིན་སྟངས་རེད་ཕྱིན་ནས་བྱབ་བསྐྱལ་ནས་ཕྱིན་པ་ཡིན་ན་ད་དངོས་གནས་ནོར་འཁྲུལ་རེད། ཨ་ད་བྱབ་བསྐྱལ་རེད་མིན་པ་བྱས་ཁོ་དངོས་གནས་རང་ཕི་གེ་ག་སུ་རེད་ཡང་ཕི་གེ་ཕན་ཐོག་ཡོད་བསྡད་པ་གཅིག་ཕི་གེ་ད་བྱས་རྗེས་ད་གྲུབ་འབྲས་རུ་གཅིག་ཐོན་པ་བྱས་ནས་ཨ་ན་འགྲོ་ཤ་བ་དེ་དེ་ད། ད་ཇི་ལྟར་འགྲོ་ལྡང་ཐོག་ནས་ཡང་ཕྲན་བུ་ཕྲན་བུ་དག་ཅིག་མ་མཛེས་པ་དང་མི་བདེ་བ་དེ་འདྲ་ཡོང་གི་ཡོད་ན་ཡང་ཡོང་གི་ཡོད་རེད་དེ། ཡིན་ན་ཡང་ད་ཁེ་གྱོང་ལོ་དུག་ཡང་ཞིག་ཏུ་བསྐྱལ་བ་ཡིན་ན། ཕ་གཉན་ཆེན་འགྲོ་ངན་ཚོས། ཅིག། བོད་ནང་ལོག་ལ། ཨེ་ནི་ཞིག་ད་བར་ལམ་ལོ་མང་པོ་ཞིག་རིང་ལ་བལ་སྒོར་བ་བལ་གཙང་མ་རྒྱབ་ནས་བསྡད་བསྡད་དུས་གནས་ཚུལ་རྒྱུན་ནས་མ་ཤེས་པ་དེ་དེ་ད་འོ་གནས་ཚུལ་དངོས་དངོས་རྗིན་རྗིན་གྱི་ད་གནས་ཚུལ། རྒྱ་མིས་སྒྲོ་བཏགས་ནས་ཀྱི་མ་ཡོད་ཡོད་ཚུལ་དང་མ་ཡིན་ཡིན་ཚུལ་བཤད་ཞེས་པ་དེ་མ་ཡིན་པ་ཅིག་གི་དངོས་ཡོད་གནས་ཚུལ་བོད་ཀྱི་ཨམ་ཅོག་ནང་དུ་གླུ་ཡག་དེ་ཤ་བལ་ཞིམ་པོར་བ་ས་དེ་ལས་ཡིན་དུས་ས་ནས་བརྙན་འཕྲིན་འགྲོ་ཡག་དེ་དེ་གི་ཕན་ཐོགས་ཤིག་ཏུ་བ། དེ་ནས་ཚུར་ཡོང་མཁན་གྱི་ཡིན་ན་ཡང་ཏན་ཏན། དེ་ནས་ཚུར་དངོས་ཡོད་གནས་ཚུལ་ཅིག་མཐོང་ཞེས་ཡོང་པའི་སྐབས་ལ། བྱེད་སྟངས་འགའ་ཤས་འགའ་ཤས་བློ་ཕམ་ཡག་ཏན་ཏན་ཡོང་གི་རེད་འདྲ་མི་འདྲ་མི་འདྲ་ཡོང་གི་ཡག་རེད་ཡོང་གི་ཡག་རེད་དེ་ཡིན་ན་ཡང་ཆ་སྙོམས་བྱས་ནས་བཤད་པ་ཡིན་ན་ཏན་ཏན་དེ་ནས་ཚུར་ཡང་གནས་ཚུལ་ཅིག་མཐོང་ནས་ཡོང་དུས་ཚོར་བ་ཟབ་པར་ཅིག་དང་མཐོང་ཚུལ་ཟབ་པ་ཅིག་འདུག་ད་ནས་ཁོ་མཐོང་རྒྱ་ཐོས་རྒྱ་ཅིག་ལས་མེད་ནས་ཁོ་ཕན་ཡོང་གི་ཡག་རེད། ས་དེ་འདྲས་ཡིན་དུས་ཁོ་དེ་དེ་འགྲོ་སྟངས་རབ་གཅིག་ཆགས་ནས་ཡོང་གི་ཡོད་རེད་ས་དེ་འདྲས་ཡིན་དུས་ད་གང་ལྟར་རྩ་དོན་དང་ཚིག་རྡོག་རྡོག་ཅིག་བཤད་པ་ཡིན་ན་ང་ལྷོ་སར་ཏེ་ཏེ་ཡོང་གི་ད་ཏན་ཏན་དགའ་སོགས་རེད་དཔེར་ན་རྒྱ་མི་ལ་ཡང་ང་ཚོས་འཐབ་རྩོད་བྱེད་ཡག་རེད་དགྲའི་ངོ་བོར་ཁོ་འགྱུར་ཡོད་མ་རེད་རྒྱ་མི་མཉམ་དུ་འགྱུར་ཡོད་མ་རེད། ད་བར་དང་རྒྱ་མི་བྱེད་ནས་དགྲ་མདའ་དགྲ་བཤིག་ཆགས་བསྡད་ཡོད་རེད་དེ་ཡིན་ན་དགྲ་མདའ་དགྲ་བཤིག་ཡིན་པ་གཅིག་ཐོན་ནས་ད་ལྟ་བྱེད་ཐབས་དེ་ད་ང་ཚོ་གསར་པས་གང་ལས་ཡོང་གི་ཡོད་རེད།

ཁོང་ཁྲོ་ཟད་གདོང་དམར་པོ་སྟེང་ནས་བཤད་པ་དེ་ཡང་ཁོང་དངོས་ཡོད་གནས་ཚུལ་འདི་འདྲ་རེད་ཟེར་ནས་ག་ལྟར་བཤད་ཡ་དེ། ད་ང་ཚོས་ནུས་པ་ཤུགས་ཆེ་ཤོས་ཅི་རེད་བ། དེ་བཤད་ནས་ནམ་སང་རྒྱ་མིས་ཉན་གི་ད་མ་རེད་དེ་ཡིན་ནའི་རྒྱ་མི་གཅིག་གི་བསམ་བློའི་ནང་ལ་ཡིན་ནའི་ཁོ་ཐེ་ཚོམ་ལས་ཐོན་ཡ་ཞིག་ད་རྒྱ་མི་གཅིག་ཡིན་ན་ཡང་ཁོ་བསམ་བློའི་ནང་ལ་ཡང་མི་བདེ་བ་ཆགས་ཡོང་ངེས་ཅིག་ཡོད་ཡོང་གི་རེད་བ། དཔེར་ན་བར་སླ་ལས་ང་ཚོ་དེ་ཚོ་རྒྱ་མི་ད་ཅིག་རྒྱ་ནག་སྐམ་ས་ཆེན་པོ་རང་ནས་ཡོང་བསྡད་པའི་རྒྱ་མི་དེ་འདྲའི་ཐུག་ཡོང་དུས་ཅིག་དུག་ལྷག་ཏུ་སྐད་ཤེས་དུས་དེ་སྔ་ཡིན་ནའི་བོད་ཀྱི་གནས་ཚུལ་ཁོ་རང་ཚོའི་རྒྱ་མིའི་གཞུང་འབྲེལ་གྱི་དྲིལ་བསྒྲགས་ག་རེ་ཡོད་བསྡད་པ་དེ་མ་གཏོགས་གོ་མ་མྱོང་ངེས་ཀྱི་མི་དེ་ཚོ་བྲེལ། བོད་པ་ངོ་མ་ཅིག་ཐུག་ནས་གནས་ཚུལ་ངོ་མ་དེ་ཤེས་ཡོང་དུས་བསམ་བློ་བེད་ཁ་རུ་འགྱུར་བསྡད་པ་དེ་འདྲའི་དེ་ལྟའི་ང་ཁ་ཁ་ཤས་ཤིག་ཐུག་བྱུང། མི་གཞན་དག་གིས་དེ་ལས་མང་པོ་བྱུང་ཤག་ཚེ་དེ་འདྲའི་ཡིན་དུས་ཁོ་མི་རང་ཡིན་དུས་ད་ནི་དངོས་ཡོད་གནས་ཚུལ་དེ་གྲོགས་ག་ཚོགས་རེད་པས་གྲོགས་པོའི་རྣམ་འགྱུར་གྱི་ཐོག་ནས་རང་བས་ཞི་བ་དང་བྱམས་པ་དང་དེ་འདྲའི་གྱི་རྣམ་འགྱུར་གྱི་ཐོག་ནས་དངོས་ཡོད་གནས་ཚུལ་དེ་འགྲེལ་བཤད་བྱས་པ་ཡིན་ན་ཁོ་མིའི་བསམ་བློའི་ནང་ལ་ཡ། ཁྲེན་པེ་ཅིའི་ཁུ་བྱུག་དེ་ཡང་ཞིག་ཁོ་བསྟན་འགྲོ་ཡོད་པའི་ཚོར་བ་ཞིག་རེད། ཚེ་འདི་འདྲའི་ཡིན་དུས་ད་ནས་ང་ཚོ་གྱད་མི་གུང་ཁྲན་ཐོག་ལ་ཡིན་ན་ཡང་ཏང་བ་དང་བྱེས་འབྱོར་འདི་གཅིག་བསགས་ནས་ང་ཚོ་བསམ་བློ་ཞིག་བསྟན་གྱི་ཡོད་རེད། ཏང་བ་དེ་དང་འབྲེལ་ནས། ད་ལྟ་ང་ཚོ་ངེས་པར་རྒྱ་དམར་ནག་གཉིས་ཀྱི་ནང་དུ་ད་བཤད་བསྡད་ཡ་རེད་ད་གོ་མིན་ཏང་གི་ངོགས་ལ་ཆ་བཞག་ན་ཡང་ཁོ་དེ་དེ་བཞིན་བྱས་ནས་ད་ཡང་ཏན་ཏན་དུས་ཚོད་གསར་བ་འགྱུར་གྱི་ཡོད་ཚོར་བ་ཞིག་འདུག།